ཨོ། རྣམ་པ་ལྷན་གྱི་ཚང་མ། བཀྲ་ཤིས་བདེ་ལེགས། ཁ་ངོས་ངོས་ཀྱི་ད་ད་ལྟ། མ་པ་ལོ་ཙཱ་བས་ཀྱི་ཨ་ནི། ད། བོད་ནས་རྒྱ་གར་དུ་འགྲུལ་ལམ་སྐོར་ལ་ཏུ་ཞུས་པ་ཡིན། འདིའི་འཕྲོས་དེ་ད་དེ་རིང་དུ་སུ་མོ་ཐུག་ནས་ཞུ་འོ་བསམ་སོང་ད་ད་ད་དེ། འདུ་བྱེད་ནི། དེའི་སྲབ་ཁྲ་ནང་ལོགས་ལ་འདུ་བྱེད་མཐོང་བསྡད་དེ། ནི། མ་བུ་ལ་བཟོ། མ་བུ་ལ་བཟོ་བའི་གི། ནི། ཐོག་མར། གར་ཞུགས་རེ། པའི་ནཱ་རོ་པ། ནི། རྗེ་ཡབ་ཀྱི་ས་ཆ་དེ་དང་རྗེ་སའི་ས་ཆ་ཞུགས་རོ། དང་པོ་ཐུག་ས་ཀྱི་ས་ཆ་དེ། ནི། དེ་ལ་ཡ། ཀར་ན་སུ་བར་ན་སིག་ཏོ། ཀར་ན་སུ་བར་ན། ཟེར་གི་འདུག་འདི་ས་ཆ་དེ་ད་དེང་སང་ག་བ་ཡོད་རེད་ཞུས་པ་ཡིན་ན West Bengal ནང་ལོགས་ལ Rajbari Dangas ལ་ནི་འདི་ས་ཆ་དེ་འདུག་ས་ཆེ་ནི་རེད་ཤག་ཞུས་ཡིན་འདི་ས་ཆ་དེ་ད་དེ་ད་ལ་ཕྱི་ནང་བར་གི་དེ་མཐོང་བསྡད་དེ་སྔོན་མ་གི་ལྷ་ཁང་ད་རྙིང་པ་དེ་གི་ཞིག་རོ་དེ་རེད་བ་མཆོད་རྟེན་དང་ད་དེ་འདུག་ཕྱི་ནི་དེ་ཐ་ལ་ཡ་ཤིང་ནང་དང་དེ་འདྲ་ཕྱི་ནི།

མིང་ལ་ཡ་ནི། རཀྟ་ཨམ་རི་ཏཱས། རཀྟ་ཨམ་རི་ཏཱ་བི་ཧ་རཱས། རཀྟ་ཨམ་རི་ཏཱ་བི་ཧ་རཱ་སི་དུ་ཏཱ། རཀྟ་སི་དུ་ཏཱ་དེ་དམར་པོ་འགྲོ་བ་ཆུ་ལག་གི་ཡོལ་བ་ལ་གནས། བདུད་རྩི་དམར་པོའི་ལྷ་ཁང། ཏཱ། བདུད་རྩི་བདུད་རྩི་དམར་པོའི་ལྷ་ཁང། དེ་འདྲ་གཅིག་འདུག་ཨོ་སི་ལན་ཁོ་རང་གི་དེ་འདྲ་གཅིག། ཁོ་རང་གི་ལམ་ཡིག་ནང་དེ་འདྲ། དུས་རབས་བདུན་པ་ནང་དུ་བ་ར་བ་དེ་འདྲ་གཅིག་གསུངས་འདུག། ཨོ་འདི་ས་ཆ་འདི་ད་འདི་འདི་ཡིན་ས་རེད་འདི་འཁྲུལ་མེད་རང་བྱས་བྱས་ནི་དེང་སང་ད་འདི་ས་ཆ་འདི་ཡིན་ས་རེད་ཞོའི་ཡིན་རོ་ཨ་དེ་པར་འདི་ཚོ་ན་འདི་ཞིག་རོ་ད་ལྷ་ཁང་ཆེན་པོ་རེད་འདུག་ཨ་མཆོད་རྟེན་གྱི་ཞིག་རོ་བྱས་ཨ་ནི་ལྷ་ཁང་གི་ད་དེ་འདི་ཚོ་མཆོད་རྟེན་གྱི་རོ་ཨ་ལྷ་ཁང་ཞིག་རོ་དེ་རིང་གི་སྟོན་དེ་ད་འདི་ཚོ་རེད་ལྷ་ཁང་ཞིག་རོ་བྱས་འདུག་བྱས་ནས་འདི་ལ་ནི་ངོ་མ་ཨམ་ད་དུས་རབས།

དེང་སང་ཆ་ཤན་ཏད་སྔོན་མ་ཡིན་ན་དེ་ཀརྨ་རུ་བ་གྷལ་ནི་རྒྱལ་པོ་གཅིག་རེད་དོ་ཀརྨ་རུ་རེད་ཀརྨ་རུ་ལ་ཡི་དེ་དེང་སང་ད་ཨ་སམ་ཕྱོགས་ཀྱི་རྒྱལ་པོ་གཅིག་རེད་དོ་ད་ཨ་སམ་ཕྱོགས་ལ་སྔོན་མ་ད་ནང་པའི་གི་སྔགས་ཀྱི་བསྟན་པ་དང་ད་ཐེག་པ་ཆེན་པོའི་བསྟན་པ་མང་པོ་དར་ཡོད་ས་རེད་བ། བྱས་ཙང་དེ་ནས་རྒྱལ་པོ་གཅིག་སླེབས་རྗེས་དེ་རྒྱལ་པོ་དེ་གི་ཨ་ནི་ད་ད་ང་ཚོ་ཤ་ཤམ་གྱི་ད་རྒྱལ་རབས་དེ་ཨ་ནི་ད་མཇུག་སྒྲིལ་བ་འདྲ་བོ་བྱས་རེད་བ་འོ་དེ་འདྲ་ཅིག་ཨ་ད་ལོ་རྒྱུས་ནང་དེ་འདྲ་ཅིག་གསལ་གི་འདུག་བ། ཁྱིམ་དེ་རེད་ད་དེ་ནས། དེ་ལ་ནི་ཐོག་མར་མཇལ་འཕྲད་བྱུང། བྱུང་ཞགས་སུ་ཞུས་ད་དེ། སྔོན་མ་ཡིན་ན་ཁོ་ཡུལ་གོ་ཏྲ་སུ་བཞུགས་ཏོ། ད་དེ་ཡིན་པས་ཀྱི་སྒྲུབ་བྱེད་འདྲ་པོ་ག་འདྲ་རེད་ཞུས་པ་ཡིན་ན། ད་ལྟ་ན་རུ་པའི་རྣམ་ཐར་ནང་ལོ་ལ་ནི། ན་རུ་པ་ད་ན་ལེན་དྲ་ནས་ནི། ད་དེ་ལོ་པ་ད་ཚོལ་དུ་ཕེབས་རོ། དེ་ལོ་པ་ཚེ་ག་ཕེབས་དུས་རྩྭ་ནི་ནི། རྩྭ་ནི་མ་རྙེད་བ་བྱེད་ཅེས་དང་ཤིང་ནགས་དང་ལམ་རྒྱུད་ཐག་རིང་པོ་འདུ་བྱེད་ནི་ཅིག་ཕེབས། ཕེབས་ཞག་དུས་རྩྭ་ནི་རྩྭ་ནི་མ་རྙེད་བྱས་ནི་ཤིང་ནགས་ཀྱི་ནང་ལ་ཞུགས་བྱས། གཅིལ་བུ་ཞིག་གཅིལ་བུ་ཟེར་དུས་ད་ང་ཚོ་དེ་རྩྭ་ཁང་འགྲོ་ཆུན་ཆུན་གྱི་སྐྱོན་གྱིས་ཞུགས་ནས་དེ་ལ་སྒོམ་སྒྲོག་བརྒྱབ་ནས་ཞུགས་དུས་རྩྭ་ནི་ནི། རི་དྭགས་རྒྱག་མཁན་རྔོན་པ་ཞིག་སླེབས་བྱས་ནི་ཁྱེད་རང་ད་ལྟའི་དེ་གར་ཆིག་ཡོད་ཟེར་དུས་རྩྭ་ནི་ནི་ང། འདུག་སྒོམ་རྒྱག་གི་ཡོད། ཁྱེད་རང་སུ་ཡིན་ཟེར་དུས་ང་ནཱ་རོ་པ་དཔེ་འདྲེ་དང་ནཱ་རོ་པ། ཟེར་མཁན་དེ་ཡིན་ཟེར་ཁོ་རང་ཚོ་དེ་དུས་དགའ་མོས་བྱུང་བྱས།

ལྟ། ནོར་བ། དེ་དུས་ནས་ཅི་སྔགས་ཀྱི་ཉམས་ལེན་འགྲོ་བ་སྣང་གི་ཡོད་དུས་ཚར་ནས་དེ་ལ་ནི། ལྟ། བུད་མེད་མཚན་མ་བཟང་པོ་ཡོད་པ་ནི་ཕྱག་རྒྱ་མ་ཅིག་དེ་འདྲ་ཅིག་གཟིགས་ནས་ནི་འདི། ནི་ཁོ་བོའི་རིག་མ་རེད་ཡ་བསྟན་ཡོང་དུས་ཚར་ནས། ནི། ལྟ། མི་དེ་ཚོས་ཀྱིས་ཅིག། ཁར་གསོལ་བར་ལྟ། མ་འཐད་པ་འདྲ་བོ་བྱུང། ནི་ལོག་ལྟ་འདྲ་བོ་བྱུང། ཅིག། ཁ་འདྲ་བོ་བཏང་ཡིན་ཟེར་བ་འདི་བཏང་དུས་ཚར་ནས་ནི་རྒྱལ་པོ། ལྟ། རྒྱལ་པོ་ལ་ཡང་ཞུས་རྒྱལ་པོ་གྱིས་གསན་ཁྱེར་བ། རྒྱལ་པོས་གསན་དུས་ཚར་ནས་རྒྱལ་པོས་ཀྱང་ནི་ནོར་བ་ལ་ཞུས་ཅིག་ལྟ། རེ་ཞིག་ལྟ་ཁྱེད་རང་དེ། ལྟ། གྲགས་པ་དེ། ནི། ཅིག། ལྟ།

དགོངས་དག་དང་མ་སེམས་ཀྱི་རོ་ཨ་ནི་ཐོ་རངས་ཨ་ནི་འདུ་བྱེད་ནི། རྟ་འདི་ཡང་བརྒྱ་བྱིན། དེ་དགོངས་དག་དེ་ལ་རྟ་ཨ་ཙི་རྟ་འདིའི་མཁའ་འགྲོ་མ་དེ་ཡང་བརྒྱ་བྱིན་བྱས་ན་བསམས་པས་དེ་འདྲའི་ཅིག་མོས་པ་གྲོགས་བྱུང་དེ་བཙལ་ན་ནི་འདི་ཞོ་གའི་རྔ་བོ་ཐོ་རངས་རྟ་འདིའི་མཁའ་འགྲོ་མ་དེ་ཡང་བརྒྱ་ཕེབས་བྱས་ཨ་ནི་ང་ང་ཉིད་དེ་འདྲ་དེ་འདྲ་ཡིན་ཞིང་སྐྱོང་གི་མཁའ་འགྲོ་མ་ཡིན་ཨ་ནི། ཁྱེད་རང་གི་བླ་མ་ཨ་ནི་ཤར་ཕྱོགས་འབངས་དགའ་ཤར་འབངས་དགའ་ལ་ལ་ཡོད་རེད་ཨ་ནི་ཁྱེད་རང་དེ་ལ་ཕེབས་ཤོག་ཟེར་སོང་ནས་ལུང་བསྟན་གནང་ནས་ཨ་ནི་མཇལ་བ་དེ་ལོ་པ།

མར་པ་སའི་ས་ཆ་འདི་ད་དེ་འདྲའི་འདྲ་བོ་ཞིག་འདུག་ད་ནི་འདི་འདི་མོ་འདྲ་པར་འདྲ་བོ་ཤ་ད་འདི་འདི་འདྲའི་འདྲ་བོ་ཞིག་འདུག་ད་པར་ད་ཤི་ར་ཡག་པོ་མི་འདུག་ད་འདི་ཁྱེད་རྣམ་པར་སྤྱན་འབུལ་ཞུ་མོ་བ་བྱེད། ཨན་དེ་ནས་འདུག་བྱས་ནས་ད་དེ་མར་པ་འདི་གི་གཡས་འདི་བ་ལ་ད་ཅིག་དེ་ཡོ་གི་ནི་མ་མ་ད་སའི་འདྲ་བོ་ད་རྣལ་འབྱོར་མ་སའི་བར་བ་དེ་འདྲའི་གི་ལྷ་ཁང་ད་ལྷ་ཁང་རྙིང་པ་དེ་འདྲའི་འདུག་རི་བོ་རི་དེ་འདྲའི་ཆེ། ད་ངས་བསམ་པ་ལ་འདི་བ་ལ་ཏན་ཏན་སྔོན་མ་ད་ང་ཚོའི་གི།

ད་བོད་དགའ་ཡ་བྱེད། བོད་དགའ་ཡ། བོད་དགའ་ཡ་ལ་ང་ཚོ་ད་འདི་རུ་བ་སངས་རྒྱས་བཅོམ་ལྡན་འདས་སངས་རྒྱས་པའི་གནས། འདུ་ཤེས་དེ་ལ་ནི་ད་མ་བ་ལོ་ཙཱ་བ། ད་གཏན་གཏན་གནས་སྐོར་དང་པོ་ཕེབས་དུས་ལོ་དང་པོ་ཕེབས་དུས་ད་ཕ་གི་རྒྱ་གར་ལ་ལོ་བཞི་བཞུགས་རུ་བ། དེ་ནས་དེ་གནས་རྗེས་ཁ་ཕེབས་རེད་བསམ་གྱི་འདུག། དེ་ནས་རྗེ་ཕལ་དུ་ཕྱིན་ནས་ཕྱིན་ཏེ། དེ་ཕལ་ཡོད་རེད་བསམ་གྱི་འདུག་ང་ཚོ་ད་བྱང་ཆུ་ཆོས་སྡེ་ཡི་གྲོང་དུ་ཕལ་ཡོད་རེད་བསམ་སྟེ་འདུག་ཨ་བྱང་ཆུ་སྡེ་དེར་ཕལ་དེར་བཞུགས་གནང་ཡོད་རེད་བསམ་གྱི་འདུག་ད་ཐ་མ་ཐ་མ་བོད་ལ་ཡར་ལོག་ཕེབས་དུས་རྩ་ནས་ནཱ་རོ་པ་མཇལ་ནས་ལོག་ཕེབས་དུས་རྩ་ནས་དེ་ལ་ཐེངས་མ་གཅིག་ཕེབས་གནང་འདུག་ཐེངས་མ་གསུམ་པ་དེ་ལ་བསྟན་ཏེ་དེ་ཕལ་ཆེར་དེ་ལ་ནི་གོང་གི་ད། གྲུབ་པ་ཐོབ་པའི་གྲུབ་རྟགས་ལ་སོགས་པ་སྟོན་གནང་དོ། དེ་ནས་འཕོ་བ་གྲོང་འཇུག་ལ་སོགས་པ་རྫས་དེ་འདྲ་བྱིན་ནས་དེ་ལ་མཆོད་མཇལ་དེ་འདྲ་གནང་ཅེས་དེ་འདྲ་གནང་བཞག། འདི་ལྟར་རྣམ་ཐར་ནང་གསལ་གྱི་འདུག། དེ་ནས་དེ་ད་དེ་ང་ཚོ་འདི་འདི་ག་རེད་ཟེར་ན། དེ་ད་འདི་གི་ད་ལྟ་ང་ཚོ་བྱང་ཆུབ་ཆོས་ལྡན་དང་ཉེ་བའི་གི་ས་ཆ་ལ་ནི་འདི་ཡོད་རོགས་ང་ཚོ་ད་ལྟ་གར་ཞུགས་བ་རེད།

ཨོ་འདི་རེད་ཞོ་ཡིན་ད་དེ་ལ་ནི་ཡང་མ་བུ་ལ་ཛོ་ཏན་ཏན་ད་ཉེ་འཁོར་ལ་ཕེ་ཡོད་རྒྱུ་རེད་བསམ་གི་འདུག་དེ་ལ་ཕེ་བས་མ་ཚད་སྔོན་མ་ད་བོད་ནི་ད་ཞི་བ་བཟང་པོ་དང་ནི་ཡེ་ཤེས་སྙིང་པོ་ལ་སོགས་པ་ཀུན་འདུས་ལ་བཅའ་བསྡུས་རྩ་ནི་ད་ཞིང་ནང་དང་དུད་འགྲོའི་དང་དེ་འདྲའི་རྒྱུད་ནི་ཕེ་འདུག་ནི་སྔོན་མ་གི་གྲུབ་ཐོབ་དེ་ཚོས་ནི་དུད་འགྲོའི་དང་ཞིང་ནང་དེ་འདྲ་གི་ལ་ཞུགས་གི་འདུག་ཨོ་འདི་ནི་དེ་ལ་བརྟེན་ནས་ཕེ་ཡོད་རྒྱུ་རེད་བསམ་གི་འདུག་གོང་མར་བ་ལ་ཛོ། འདི་གཅིག་ཞུ་ཡ་ཅིག་བྱེད། དེ་ནི། ད་དེ་ནི་མ་བེད་ན་ནི། ད། དེའི་མཚམས་འདི་ནས་ངས་ག་རེ་ཞུ་འོ་བསམ་ཟེར་ན། དེ་ཞུ་བ་ལ་དེའི་མཚམས་འདི་ནས་ངས་ག་རེ་ཞུ་འོ་བསམ་ཟེར་ན། ད། ཕྱིས་སུ་ད་ལྟ། ག་རེ་ཞུ་འོ་རེད། ནཱ་རོ་པ་ནི་གྲུབ་པ་ཐོབ་བྱས་གྲུབ་པ་ཐོབ་ནས། ཨ་ནི། ཡ། ག་རེ་ཟེར་འོ་ད་ལྟ་ང་ཚོ་གྲུབ་པ་ཐོབ་ནས་ད། ང་ཚོ་སྐད་སྒྲ་ཆེན་པོ་ཆགས་ཀྱི་རེད་བ། གྲུབ་ཐོབ་སྐད་སྒྲ་ཆེན་པོ་ཆགས་དུས་རྩ་ནས་ནི། ཁོང། མི་དེ་ཚོ་གར་ལག་གི་ཡོད་ཟེར་ན་ནི་ནཱ་རོ་པ་གི་མཚན་ཐོས་པ་ཙམ་གྱིས་ནི་ངན་སོང་དུ་འགྲོ་བ་མ་རེད། དེ་འདྲའི་ཅིག་གྲགས་པ་ཆེན་པོ་བྱུང་རྗེས་ནི། འདི་ཡང་ནི་ང་ཚོ་ད་ལྟ་ཡི་གེ་ཀ་ཤི་མིར་གྱི་རྒྱལ་པོ་ཁ་ཆེ་གི་རྒྱལ་པོ་ཅིག་གིས་ད་ཁོ་རང་གི་སེམས་ཆེད་རེད་བ། ནི་ནཱ་རོ་པ་ལ་ནི་ཡར་ཕེབས་ཤོག་ཡ་གི་ད་ཡི་གེ།

ཆོས་བཟང་ནཱ་རོ་པ་དུས་རབས་བཅུ་གཅིག་རེད་བ། དུས་རབས་བཅུ་གཅིག་ཡིན་དུས་ཙར་ནས། དུས་རབས་ད་ཀཱ་ཤི་མིར་གྱི་རྒྱལ་རབས་ནང་ལོགས་ལ་ད་རིམ་རྒྱལ་པོ་རིམ་རྒྱལ་རྒྱུད་རིམ་པ་གསུམ་འདྲ་བོ་བྱུང་འདུག་བ། དང་པོ་དེ་ག་རེ་ནི་གཅིག་གཅིག་ཟེར་དེ་ནི་གཉིས་པ་དེ་ཨུཏ་པ་ལ་ཡིན་ན། ཨུཏ་པ་ལ Dynasty ཟེར་འདུག་བ་གཉིས་པ་དེ་ནི་ལོ་ཧར་ལོ་ཧར Dynasty ཟེར་འདུག་དུས་རབས་བཅུ་གཅིག་དེ་ང་ཚོ་དེ། ད་དེ།

ཏུར་ཀི་ཡིན་པ་ཅིག་ལ་མོང་གོལ་ཟེར་བ་དང་ང་ཚོ་དེང་སང་ཡིན་ན་ད་དེ་ང་ཚོ་སོག་པོ་ཟེར་བ་དེ་འདྲས་ད་ཁ་ཆེ་ཁ་ཆེ་དེ་འདྲས་ཅིག་རིགས་རྒྱུད་ཅིག་གིས་ཨ་ནེ་ད་བཙན་འཛུལ་བྱས་བྱས་ཀ་ཤི་མིར་ལ་དམག་དྲངས་ཚེ་བཙན་འཛུལ་བྱས་བྱས་ནས་ཁོད་ཀྱི་ཟིན་པ་རེད་ད་ཟིན་དུས་ཙང་ནས་ཨ་ནེ་དེའི་སྐབས་སུ་ལ་ད་ད་ལོ་ཧར།

ཨ་ནི། ཁོ་རང་གི་མིང་ལ་རྫུལ་བྱ་ཟིག་ཏོ། རྫུལ། རྫུལ། རྫུལ་བྱ། རྫུལ་བྱ་ཟིག་ཏོ། དེ་འདྲའི་སྟར་དྲག་པོ་དྲག་དམག་ཅིག་བྱུང་ཆེད་ཁོ་རང་གི་ཟིན་ཏེ་ཀ་ཤི་མིར་དེ་བསིམས་པ་རེད། ཁོ་རང་གི་ཀ་ཤི་མིར་བསིམས་ནས། ཨ་ནི་ཁོ་རང་གི་རྗེས་ལ་ད་ཅིག་མུ་མཐུད་ནས་ཡ། ད། ཁོ་རང་གི་རྗེས་ལ་ཡང་ཅིག་རྒྱལ་པོ་ཅིག་བསྐོར་རོ། འདི། འདི་སུ་བྱུང་ར་ཟེར་ན་འདི། ང་ཚོ་ད་ལྟ་འདི་རྒྱལ་པོ་ཅིག་བྱུང་འདུག་ད་འདི་ཡང་ད་ལྟ་འདི་ལུག་རྒྱུད་དེ་ཚོ་ནང་ལོགས་ལ་འདི་འདུག་ཨ་ཁར་ཟ།

ཁོས་རྒས་ཡ་ནི་གང་བྱེད། འདི། འཛུལ་བྱ་ཡི་རྗེས་ལ་ཁོས་རྒས་ཡ་ནི། འདི་ད་གྱིས་རྒྱལ་སྲིད་དེ་ཁོས་ཀྱི་སེམས་རེད། ཁོས། ཁོས་སེམས་ཀྱི་ཁོ་རང་ད་ནང་པ་ཡིན་པ་ཡིན་པ་ཡིན་ན་ཡང་འདི། གར་ས་ད་ཁོ་རང་གི་བློན་པོ་དེ་ཡང། གར་ཡིན་ན་ཅིག།

སྤི་ཏི་གི་ཕྱོགས་ལ་རེད་ད་ནི་ཞིག། དི་བ་གཡས་གཡོན་ལ་དགོན་པ་མང་པོ་ཞུ་ཅིག་དགོན་པ་བརྒྱ་རྩ་བརྒྱད་བཞེངས་རོགས་ཁོང་གི། བརྒྱ་རྩ་བརྒྱད་བཞེངས་ཡ་དི་ད་ཧང་སང་ཡ་འདྲ་བོ་བྱེད་རོགས། གྲ་བ་བླ་མ་དཀྱུས་མ་ཅིག་དཀའ་ལས་ཁག་པོ་རོགས། ད་ཅིག་དབང་ཆ་འདྲ་བོ་ཟིན་དེ་ནི་ཅིག་གོ་གནས་འདྲ་བོ་དབང་ཆ་འདྲ་བོ་ཡོད་ན་ག་རེ་ནས་བྱེད་ཐུག་རོགས་དེ་འདྲ་ཡིན་དུས་དེ་ཁོང་མེད་ན་བསམ་བསམ་འདྲ་བོ་ཞིག་འདུག་ད་གང་ཅི་ཁོང་གི་ཡ་ད་གང་ཅི་ད་ཅི་ད་ཁོང་ཡིན་ན་འདྲ་མེད་ན་འདྲ་གང་ཅི་ད།

རྒྱ་གར་ནས་དཔེར་ན། ད་ལྟ་མར་པ་ཡ་ཕེ་དང་བཅོས་རོ། ད་ད་འཇིགས་ངེས་དེ་མང་པོ་ཞིག་ཞུས་ཡིན་པ་ཁྱེད་རྣམ་པར་ད་དེའི་དེ་དེའི་དེ་རེད་ད་འཇིགས་དེ། རཱཇ་བྷ་རི་དང་ག་སི་བེས་བེང་གཱལ་ས་ཆ་ད་དེ་ཚོ་དེ་རྡོ་རྗེ་གདན་བྱེ་དེ་ནཱ་ལེནྡྲ་བཅས། ད་དེའི་དུ་བ་སེ་བ་ཚེ་གི་དུས་དྲོད་ལ་སོགས་པ་བཅས། ནི་དེའི་དེ་རེད་མར་པ་སེ་ད་འཇིགས་འཇིགས་དུ་བ་ལ་ས་ཆ་བྱེ།

འདི་གི་ལྷ་ཁང་ཡོར་བ་ང་ཚོ་ད་ལྟ་ལྷ་མོ་ནག་མོའི་ལྷ་ཁང་ཟེར་ད་ལྟ་དགེ་འདུན་ཆེན་པོ་ལགས་ཀྱི་ཡ་ནི་ད་ལྟ་གནས་ཡིག་ནང་ལོ་ལ་འདི་ལ་ལྷ་མོ་ནག་མོའི་ལྷ་ཁང་འདུག་འདི་ད་དབང་ཕྱུག་གི་ཡ་ནི་ད་གནས་རྩ་ཆེན་པོ་ལྔ་བཅུ་ང་གཅིག་གི་ནང་ལོ་ནས་ནི་ཤག་ཏི་པིར་ཟིག་དོ་རྒྱ་གར་ཤག་ཏི་པིར་ཟེར་འདི་གནས་གཅིག་རེད་ད་ག་འཇེ་དབང་ཕྱུག་གི་གནས་ཟེར་བ་ར་ང་ཚོ། ད་ནང་པས་ངག་གི་ཐོག་ནས་བཤད་པ་ཡིན་ན་ང་ཚོ་ནང་པས་ཀྱིས་ཟེར་བ་རོ། བཤད་པ་ཡིན་ན་འདི་གནས་ཉི་ཤུ་རྩ་བཞི་ནང་ནས་གཅིག་རེད་གནས་ཉི་ཤུ་རྩ་བཞི་ཟེར་བ་རོ་གནས་ཉི་ཤུ་རྩ་བཞི་ནང་ནས་གཅིག་རྩིས་ཀྱི་འདུག་ཨ། འོ་དེ་རེད་དེ་འདྲ་བྱས་གསུངས་སྲོལ་ཡོད་རེད། དེ་ཡིན་དུས་རྩ་ནས་འདི་ལྷ་མོ་ནང་མི་གི་ནི་ད་ལྟ་དགོན་པ་འདི་དེང་སང་ཁོང་ཚོས་ཀྱི་ཕལ་ཆེན་དང་དེང་སང་ཁོང་ཚོས་ཀྱི་དེ་འདི་ཟེར་གྱི་འདུག་ཨ་རང་ནི་ཨ་ད་དེ་བི་ཏཱ་ལ།

ལྷ་ཁང་བྱེད་ཆས་རྒྱ་གར་གྱི་ལྷ་ཁང་བྱེད་དེ་ལ་ནི་ཆུ་ལ་མེ་འབར། རི་ས་འོག་ནས་ཡང་ཆུ་ཆུ་བྱས་ཆུ་ལ་མེ་འབར་དེ་ངས་དེ་འདྲའི་ཅིག་ལྷ་ཁང་བྱས་ཡོད་རེད། དེ་ལ་ཡང་ཨ་ནེ་སྔོན་མ་གི་ད་གྲུབ་ཐོབ་ད་ལྟ་རྒྱལ་བ་སྒོ་ཚང་པ་ད་ལྟ་གྲུབ་བཀའ་བརྒྱུད་ཀྱི་སྒོ་གྲུབ་བཀའ་བརྒྱུད་ཀྱི་བླ་མར་བ་རྒྱལ་བ་སྒོ་ཚང་པ་དང་དེ་བ་ན་ཞིག་རང་རེ་རེད་པ་ལ་སོགས་པ་དེ་བ་ན་ཞིག་གྲུབ་མཐའ་ཨོ་རྒྱན་པ་ལ་སོགས་པ་དེ་ལ་ཕེབས་བྱས་ད་བླ་མ་གཞན་པ་དེ་འདྲའི་ཕེབས་ཡོད་སར་ཕེབས་ད་དེ་ལ་ཕེབས་བྱས་དེ་ལ་གནས་བྱས་དེ་འདྲ་གནང་དེ་འདྲ། གནང་འདུག་འདི་ངས་ཕལ་ཆེན་ད་ལྟ། དེ་ལའང་ད་ད་ལྟ་དེ་མེ་ཏྲི་པ་ལ་སོགས་པ་སྡེ་བ་ལ་ཕེབས་ནས་བཞུགས་ཡོད་འགྲོ་བསམ་གྱི་འདུག་ངས་བསམ་པ་ད་ངོ་མ་ཡིན་ན་ཤིག་ན་དང་ད་རི་དང་གནས་ཡོད་པ་ཆེ། དེ་ལ་ག་རེ་ཟེར་ན་ད་ལྟ། མར་པ་ནི་མེ་ཏྲི་པ། ད། མཇལ་ཁ་ལ། ཕེར་རོ། རྗེ་ག་ལ་ཕེ་དུས་ཙཱ་ནི་ད་ད། ན་རོ། རྗེ་ག་ལ་ཕེ་དུས། ན་རོ་པ་གི་ལྷོ་ཕྱོགས་ལ་མ་འཇུག་གསུངས་ཏོ། ལྷོ་ཕྱོགས་ལ་མ་འཇུག་གསུངས་དུས་ཙཱ་ནི། རི། མེ་རབ་ཏུ་འཁྲུགས་པའི་གི་མེ་རབ་ཏུ་འཁྲུགས་པའི་གི་རི་བོ་གཟིགས་ཏོ། ད་མེ་རབ་ཏུ་འབར་བའི་རི་བོ་ཟེར་ན་མི་འདུག་དེ་འདྲ་ཅིག། མེ་འབར་བའི་དེ་འགྱོགས་འདྲ་བའི་རི་བོ་ཅིག་ཡོད་རེད། འདི་ཕེ་ཅིང་ད་འདི་དེང་སང་འདྲ་བོ་ཆགས་ཤིང་འདི་མེད་ན་བསམ་དགོས་དེ་ལ་ད་མེ། རི་ནི་མེ་ཁོ་རང་ཁོ་རང་མེ་སྣ་ཁ་མང་པོ། ཁོ་དེ་འདྲ་འབར་ཡོང་གི་འདུག་འདི།

རྡོ་རྗེ་དང་ཚེ་རིང་ནག་ག་ལ་དེ་འདུག་བཞིན་ཕའི་ནང་རེད་ཞུ་ཡ་ཡིན་རོ། དེ་ནོར་བུ་པ་སྔོན་མ་ད་ཁོ་རང་གི་རྣམ་ཐར་ནང་ལོ་ལ་ཡོད་རེད་དེ། དེ་ད་ལ་དྭགས་ལ་ཆ་བཞག་ན་ནོར་བུ་པས་ཀྱི་གནས་ཁ་ཤས་ཅིག་ཡོད་རེད་དེ་བླ་མ་ཡུ་རུ་ཟེར་དེ་དེ་ང་ཚོ་ད་དེང་སང་འབྲས་བུ་མཁའ་རྒྱུད་ཀྱི་དགོན་པ་ཆེ་རི་ཙོག་ཙོག་ཅིག་ག་ལ་དགོན་པ་ཅིག་ཡོད་རེད་དེ་ནང་ལ་སྒྲུབ་ཕུག་ཅིག་ཡོད་རེད་དེ་ལ་ནི་ནོར་བུ་པ་སྔོན་མ་ད།

ཁོང་གིས་ད་ཆ་ལོ་ཙཱ་བ་ཀི་ནི་ནི་ཆ་ལོ་ཙཱ་བའི་གནས་ཡིག་གི་རྒྱུ་མཚན་དྲངས་གནང་བྱས་དེ་འདྲ་གསུངས་འདུག་དེ་ངའི་བསམ་པར་ན་དེ་བི་ཡར་ཤ་རིབ་སེ་ཨོ་ཏན་ཏཱ་པུ་རི་གི་ཨོ་ཏན་ཏཱ་པུ་རི་གཙུག་ལག་ཁང་ཡོད་ས་དེ་ངས་དེ་དེ་རེད་བསམ་གྱི་མི་འདུག་པུ་ལ་ཧ་རི་སེ་དེ་མ་གི་རེད་བསམ་གྱི་མི་འདུག་འདི་ད་ལྟ་པུ་ལ་ཧ་རི་སེ་དེ་དེ་ད་ག་རང་སེརི་ན་ག་རང་སེརི་ན་ག་ཡང་མིན་ན་ཇམ་མུ་ཀ་ཤི་མིར་ནང་ལོགས་ལ་ཡོད་རེད་དེ་འདྲ་བྱས་བསམ་གྱི་འདུག་ད་དེ་ཡིན་པའི་རྒྱུ་མཚན་ངས་ག་རེ་སྒྲུབ་རྫས་གཅིག་ཁ་རས་སུ་བཞུགས་པ་ཡིན། ཨ་ནི། ལོ་ཙཱ་བ་རིན་ཆེན་བཟང་པོ་ནི་དུས་རབས་བཅུ་གཅིག་བྱུང་རུང་ཁོང་ཨ་ནི་དེ་ལ་ད་ལོ་ཙཱ་བ་ལ་སོགས་པ་དེ་འདྲའི་ད་རྒྱ་གར་གྱི་ཨིན་སྐད་ལ་སོགས་པ་སྦྱངས་དེ་ནི་དེ་དུས་སྐབས་སུ་ལ་ད་ནང་པ་དེ་ལ་དར་ཁྱབ་ཆེན་པོ་ཡོད་འདུག་ཙཱ་ནི་ཆོས་མང་པོ་ཞུས། སྔགས་ཀྱི་ད་ཆོས་མང་པོ་ཞུས་འདུག་ཁོང་གིས། སྔགས་སྔགས་ཆོས་མང་པོ་ཞུས་ད་གསང་སྔགས་ཀྱི་ཆོས་མང་པོ་ཞུས། ཨ་ནི། དུས་ཆེན་དེ་ལ་རྒྱུ་རིང་པོ་ཞུས་འདུག་དེ་ལ་རྒྱུ་རིང་པོ་ཞུས་དེ་ད་དུས་རབས་བཅུ་གཅིག་རེད་དུས་རབས་བཅུ་གཅིག་ལ། ལྟ་གོན་རྒྱ་གར་ལ་ལོ་བཅུ་གཉིས་སྟེང་དུ་ཞུ་བའི་སྐད་ཆ་ཡོད་རོགས། འོང་ཁོང་བོད་ལ་མ་ཕེབས་ངེས་ལ་ནི་མཁའ་འགྲོས་ཀྱི་ལུང་བསྟན་བྱུང་ཅིག་ད་ཁྱེད་རང། ད་ཁྱེད་རང་གི་ཆོས་ཚང་མ་ཞུ་ཤ་དེ་ད་ཁྱེད་རང་གཅིག་ཆོས་ཞུ་ཡས་གཅིག་གལ་ཆེ་ཤོས་གཅིག་ལྷག་འདུག་ད་འདི་ཁྱེད་རང་ཞུ་ཡ་ཞུ་དགོས་འདུག་བོད་ལ་མ་ཕེབས་ངེས་ལ་འདི་ད་ན་རོ་པ་ཀུན་འདུས་ནས་རོགས། ཚེ་གཅིག་ཚེ་གཅིག་ལུས་བྱས་ལ་སངས་རྒྱས་ཀྱི་གདམས་པ་དེ་ཁོང་ལ་ཡོད་རེད་ད་ཁྱེད་རང་ཁོང་རྩ་ལ་ཕེབས་ན་ཕེབས་ན། ཕས་གོ་རེ་གསུངས་ནས་ལུང་བསྟན་བྱུང་ནས་ཁོང། གང་ཅི་ན་རོ་པ་ཐ་མ་ཐ་མ་ན་རོ་པ། རྗེས་ནས་ན་རོ་པ་གི་སྐུ་མདུན་ནས་ནི། ཏདྱ། ཕྱག་རྒྱ་ཆེན་པོ་གི་ཆོས་ལ་སོགས་པ་བཞུས་ནས་ནི་ཕྱི་ནས་བ་བོད་ལ་ཕེབས་ཏོ། དེ་ནས་ཡོན་དུ་བཙའ་ནས་འདི། ན་རོ་པ་དེ་བཞུ་བ་དེ་དར་ཐེ་ཟོམ་ཡོད་མར་གྲུབ་པ་ཐོབ་ནས་བཞུགས་ཏོ། དེ། ཁོ་རང་གི་རྣམ་ཐར་ནང་ལ་ད་ལྟ་ལོ་ཙཱ་བ་རིན་ཆེན་བཟང་པོའི་རྣམ་ཐར་ཁོ་རང་ནང་ལོག་ལ་གསལ་བོ་ཞུ་འདུག་ཁ་ཆེའི་ཡུལ་དུ་ཨ་ནེ་ངེད་གས་ནི། ཡ། བྱང་གི་ཕྱོགས་ལ་ནི། པུཤཔ་ཧ་རའི་དགོན་པ་ལ། ཕྱིན་ནས་ནི། ནཱ་རོ་པ་ཀུན་འདུས་ལ་བཅར་ཅེས་དུས་ཆོས་ཞུས་ཡིན། དེ་འདྲའི་རྣམ་ཐར་ན་གསེར་གྱི་རྡོ། ཨོ་དེ་འདྲའི་རྣམ་ཐར་ནང་ཡོད་རེད། དེ་འདྲ་ཡིན་དུས་ཙཱ་ནི། ད་རྣམ་ཐར་དེ་རང་རྣམ་ཐར་མ་རེད་གཞན་པ་གི་བྲིས་སྦྱོར་བ། དེ་འདྲ་ཡིན་དུས་ཙཱ་ནི་ད་གསེར་ནཱ་ག་ལ། ཞུ་བ་འདི་ཐད་དུ་རྩོད་མེད་འདྲ་བོ་ཅི་རེད། ད་འདུག་ཅེས་ད་ངེད་ཀྱི་ད་ལྟ་ག་རེའི་ཆོས་འབད་བརྩོན་བྱེད་དགོས་ཞུས་པ་ཡིན་ན་ད་ད་ལྗིད་འདི་ཇོ་ལ་མུ་གེ་སའི། རིས་མེད་རབ་ཏུ་འབར་བའི། རིའི་སའི་ད་ད། དེ་ད་ལྟ་མི་སྒྲིབ་པ་དེ་བ་ལ་ཕེབས་ཡོད་རེད་ཞུ་དགོས་རྒྱུ་མཚན་དེ་ད་འདི་ལྷ་ཁང་འདི་འདི་རེད་ད་འདི་ད་ད་འདི་དེང་སང་འདི་ཧི་མཱ་ཅལ་གྱི་ཧི་མཱ་ཅལ་པར་དེཤ་ནང་ལ་འདུག་ཨ་ཧི་མཱ་ཅལ་པར་དེཤ་ནང་ལ་ཡོད་རེད་འདིར་བྱས་དེ་ད་ལྷ་ཁང་རྒྱ་གར་ལྷ་ཁང་མང་པོ་འདུག་ཨ་རྒྱ་གར་ལྷ་ཁང་བྱས་འདི་ལ་ཁོང་ཚོས་ད་གུ་དུ་གུར་དུ་བར་ཟེར་ནས་ད་ལ་སིག་དེ་ཚོ་གི་དེ་འདྲའི་གོམ་པ་འདྲ་པོ་ཞིག་བརྒྱབ་འདུག་ཨ་ད་གང་ཅིའི་ལྷ་ཁང་འདི་གི་སྙིང་རྗེ་བོ་འདུག་ཨ་ཁོང་འདི་འདྲའི་ཚུལ་བྱས།

སྙིང་རྗེ་བོ། རེད་བ། ནི། ག་རེ་ཡིན་ནའི་རླུང་བུ་དང་གཙང་མ། ད། སུའུ་ཟི་ལན་འདྲ་བོ་ཡོད་ཟེར་གི་ཡོད་རེད་བ། རྒྱ་གར་ཁོ་རང་ཚོའི་མེ་ཏོག་དང་དེ་འདྲ་བྱེད་ནས། འདུ་བྱེད་ནས། ངོ་མ་དེ་འདྲ་ཡོད་ས་རེད་བ། དེང་སང་ཡི། ད། དེ་དེ་བཞིན་ཡིན། ཁ་ཅིག་གིས་ད། དེ། ང་ཚོ་ཆོས་དང་དགོན་པ་འདི་ཚོ་ལ་ཉམས་རྒུད་ཆེན་པོ་ཅིག་བཏང་ཡོད་རེད།

འདི་འདྲ་བོ་དོ་ང་ཚོའི་ཀ་བ་དང་འདི་ཚོ་འདུ་ཁང་རང་རེད་དང་སྔོན་མ་འདུ་ང་ཚོའི་བྲག་ཕུག་དང་འདུ་ཁང་གི་ལྷ་ཁང་ཨ་ཅན་དང་ཨི་ལོ་རང་འདི་འདྲ་རང་འདྲ་བོ་ཡོད་རེད་ད་སྔོན་མ་གི་ད་འདི་ལ་ཅི་བན་དེ་དག་དང་ད་བླ་མ་དང་གྲྭ་བ་འདི་འདྲ་བཞུགས་ཡོད་ཏན་ཏན་བཞུགས་ཡོད་རེད་བསམ་གྱི་འདུག་ཕྱིས་སུ་ད་ཁོང་ཚོས་གི་ཧིན་རྡུ་གི་ལྷ་ཁང་བཟོས་རྗེས་མིང་འདི་ཧིན་རྡུ་གི་མིང་བཏགས་འདི་འདྲ།

དེ་ནས་འདི་ཙམ་འདི་ཡིན་འགྲོ་བསམ་གྱི་འདུག་ངས་བསམ་པ་ལ་འདི་ས་ཆ་འདི་འདི་རི་འདི། ག་རེ་ཟེར་ན་ཁ་ཆེའི་གི་རྒྱལ་པོ་དེ་གི་ནཱ་རོ་པ་ཡ། གདན་དྲངས་རྗེས་ནཱ་རོ་པ་ལ་དགོན་པ་ཞིག་ཕུལ་རེས་དགོན་པ་དེ་ག་བ་ལ་ཕུལ་རེས་ཟེར་ན། ཨ་ནི། མེ་ཏོག་གི་རྒྱན་པའི་གི་ལྗོངས་ཟེར་མེ་ཏོག་གི་རྒྱན་པའི་ལྗོངས་ཟེར་དུས། ད་ལྟ་པུལ་བ་མ་ཟེར་ཡ་དེ་རེད་ད་དེ་ནས་སི་རི་ན་གྷ་ནས kilometer བཅུ་གཅིག་བཅུ་གཉིས་གི་ས་ཆ་ལ་ཨ་ནི་པུལ་བ་མ་ཟེར district དེ་ཡོད་ར་བ་པུལ་བ་མ་ཟེར་ཡ་དེ་ལ་ཨ་ནི།

འདི་ཡང་ནི། ད་ལྟ་འདི་སྤུར་བ་མ་ཟད་ས་ཆ་འདི། ཏིང་ངེ་བསམ་པ་ལ་སྔོན་མ་ད་ལྟ། ང་ཚོ་གཏད་རབས་བདུན་གྱི་ནང་ལ་ཡོ་རོ་བ་དགྲ་བཅོམ་པ་ཉི་མ་གུང་པས། ཉི་མ་གུང་པས། དགྲ་བཅོམ་པ་ཉི་མ་གུང་པ་ནི། འདུ་བྱེད་ནི། རྣམས་ལ་ཡང་ཕུར་འཕེལ་བྱས་ནས་ད་ལྟ་འདི། སེར་ནག་གར་གྱི་ས་ཆ་ད་ཀ་ཤི་མིར་ཟེར་གྱི་ཡོ་རོ་བ་འདི་དུས། དེ་ལ་ནི་ས་ཆ་འདི་ཚང་མ།

དེ་ཚོ་མི་འདུག་ཞེས་ཡིན་དེར་ད་མེ་ཏོག་དང་སོགས་དེ་འདྲས་ཕེབས་མི་སྲིད་ཀི་མེ་ཏོག་དང་ད་དེ་ལ་ཤིང་འབྲས་ལ་སོགས་པ་དེ་འདྲས་འདྲ་མི་འདྲ་སྐྱེ་གི་ཡོད་ས་རེད་ས་ཆ་སྙིང་རྗེ་བོ་རྫི་བོ་ད་འདི་འདི་རེད་ང་ཚོ་འདི་ད་ད་གུར་གུམ་གི་མེ་ཏོག་འདི་འདི་རེད་འདི་ད་འདི་བ་ལ་ས་ཆ་དཔེ་སྐྱིད་བོ་འདུག་ཨ་རི་འདི་གངས་རི་བཅས་ད་ང་ཚོ་སུད་ཙེར་ལེན་འདྲ་བོ་འདུག་འདི་འདི་འདི་ཚོ་ཚང་མ་ཁོ་ཚོ་ད་ག་ས་སྐྱེ་གི་ཡོད་ས་རེད་ཁོ་ཚོ་གི་ཨ་ནི་ད་རི་ལ་སྐྱེ་བྱས་འདི་དགྲ་བཅོམ་པ་ཉི་མ་གོང་འཕེལ་གྱི་བྱིན་གྱིས་བརླབས་འདུག་ཨ་འོ་འདི་ས་ཆ་འདི་འདི་རེད་ཞོས་ཡིན་ད་འདི།

ད་ལྟ། བམ་པོར་ཞུ་ཡས་ས་ཆ་བཅས་རོ། བམ་པོར་ཞུ་ས་ས་ཆ་འདི་ནི་ཐང་ཉི་འོད་ཅན་ལ་དེ། ལ་དུ་ཟས་ས་ཆ་ཞིག་ཏུ། འདིའི་ལ་དུ་འདི་ས་ཆ་འདི་ལ་ཡང། ནི་འགོམ་པའི་གི་ཤུལ་སྔོ་མང་གི་འགོམ་པ་རྙིང་པའི་གི་ཤུལ་ཅིག་ཏུ་རོ། འདི། འགོམ་པའི་རྙིང་པ་ད་རིགས་ཀྱི་སྡེབ་ཅིག་ལ་རེ་ཤ་འདི་འགོམ་པ་རྙིང་པ་ཅིག་གི་ཤུལ་ད་འདི་དེང་སང་ཁོ་ཚོས་ཡི་དྭགས་དེ་ཆུ་ནང་ལ་འདོགས་ཏེ་སྒོམ་པ་ཅིག་རེད་ཤག་ངོ་མ་ད་འདི་སྒོམ་པ་གང་ཡིན་མེད་དེ་ཚོ་ད་ག་ཁོ་ཚོས་ཀྱི་ཟེར་ན་ཧིན་དུ་གི་བྲན་པ་ལ་དེ་འདྲ་རེད་ཟེར་བྲིས་འདུག་ཨ་དེ་ཡི་དྭགས་ག་འདྲ་ཡིན་ན་ནང་པའི་གི་གནས་དང་འབྲེལ་བ་ཅིག་ཏན་ཏན་ཡོད་ས་རེད་ད་ད་ཚོད་དཔག་རེད་ད་ཡང་དེ་ཁོ་ང་ཚོ་རྒྱ་ཆེ་རྒྱ་ཁའི་ཞུ་ཡས་ཁའི་ཡོད་མ་རེད་ད་ཡང་དེ་དེ་ས་ཆ་དེ་ཡང་ལ་དུ་ཟེར་དེ་རོ་འདི་སྤམ་པོར་དང་ཉེ་བོ་ཡོད་ས་དེ་ཡང། གཅིག་བྱས་ན་བདེ་བ་ལ་ཡང་ཡིན་སྲིད་ཀྱི་རེད། ད་ལྟ་བུ་ལ་ཧ་རེ་བསད་དེ། དེ་འདི་མེད་ན་ཡང་ད་ལྟ་ཡང་དེ་གཅིག། ད་ལྟ་འདི་དང་ཉེ་བའི་ལ་དུ་དང་ཉེ་བའི་ས་ཆར་ལ་ད་དེ་ཚོས་ལ་དུ་ཟེར་ཡག་འདི་ཚོ་ཚང་མ། འདི་ཕ་ཚོ་ཉེ་བོར་འདུག་ཨ། འདི། ཀ་ཀ་པོ་ར་ཟེག་འདུག་ཨ། ཀ་ཀ་པོ་ར་ཟེར་ས་ཆ་འདི་ལ་ཡང། དེང་སང། ད་ཁོང་ཚོས་སྔོག་འདོན་བྱས་ནས་དགོན་པ་ཅིག་དེ་འདྲ་ཕྱི་ཉེས་འདུག་དགོན་པའི་ཞིག་རོ་ཆེ་དེ་འདྲ་ཕྱི་ཉེས་ཆེ་ད་འདི་ཁོང་ཚོས་ཀྱི་ཟེར་ན་ད། ཧིན་དུ་ཀྱི་ལྷ་ཁང་རེད་ཟེར་ཡ་འདྲ་བོ་ད་ང་ཚོའི། ནང་པའི་ཀྱི་ཕྱོགས་ནས་ཡང་ང་ཚོའི་ནང་པའི་ལྷ་ཁང་རེད་ཟེར་ཡ་འདྲ་བོ། དེ་འདྲ་བྱས་ནས་ད་གང་ཅིག་དེ་ལྷ་ཁང་ཞིག་རོ་ཅིག་ཁོང་ཚོས་ཀྱི་དེ་ཉེས་འདུག་ཨ། ལྷ་ཉེས་ཞག་སེ་ཤོད་ཡིན་རོགས་དེ་ལྷ་ཁང་དེ་དེ་རེད་ད་འདི་དེང་སང་ཞིག་རོ་ཞིག་དེ་འདྲ་ཕྱི་ཉེས་ཆེ་དེ་འདྲ་ཆ་ལག་འདྲ་བོ་དེ་འདྲ་མང་པོ་ཕྱི་ཉེས་ཡོད་ཟེར། ད། གང་ལྟར་མང་ལྟར།

ལ་རྡུང་ཡང་མིན་ཀ་ཁ་པོ་རེད་ད་འདི་ཚོ་གཞི་འདི་གཅིག་ད་ཏན་ཏན་ཡིན་གྱི་རེད་བསམ་གི་འདུག་ངས་དེ་པུ་ལ་ཧ་རི་སི་ཡ་ཇོ་རོ Push པ་ཧ་རི་སི་ན་མི་འདུག་ད་གནའ་རོ་པའི་གདན་ས་དེ་དེ་འདྲ་ཅིག་ཆགས་བསྡད་ཡོད་རེད་བསམ་གི་འདུག་ད་གལ་སྲིད་ད་སོ་སོ་འདི་དཔྱད་པ་གནང་རོགས་བྱས་ཞུ་ཡིན་རོ་འདི་བྱས་ཨ་ནི། ད་དེ་མ་ཡིན་པའི་གི་ས་ཆ་ཡང་དེ་ལ་ས་ཆ་མང་པོ་འདུག་ད་དེ་སེར་ནག་གར་གི་དང་ཉེ་བའི་གི་ས་ཆ་དེ་ན་རོ་ཝལ་སེ་ཡ་འདྲ་བོ་ན་རོ་སེ་ན་རོ་པ་གི་ཚན་དུ་བ་ན་རོ་ཝལ་སེ་ཡ་འདྲ་བོ། དེ་ནས་ཡང་ཕུལ་པུ་ར་སེ་ཡ་འདྲ་བོ་ཕུལ་པུ་ར་སེ་ཡ་དེ་ད་ནི་དེ་ད་དེ་ང་ཚོ་པ་ཀི་སི་ཐན་ནང་ལོགས་རེད་ཤི་དེ་རྒྱ་གར་རེད་མི་འདུག་ཡིན་ནའི་དེ་ཁོ་དེ་དེ་ས་མཚམས་ཁོ་རང་ལ་འདུག་ད་ནི་དེ་སེར་ནག་གར་དང་ནི་ཨ། པ་ཀི་སི་ཐན་གྱི་ཁོངས་གཏོགས་པཱན་ཇཱབ་ཀྱི་རུ་བ་འདི་དེ་ཕུལ་པུ་ར་སི་ཕུལ་པུ་ར་སི་དུལ་ཙཱ་ནི་མེ་ཏོག་གི་ཡུལ་ཟེར་གྱི་རུ་བ་ཕུལ་སི་དུལ་མེ་ཏོག་ཆེ་པུ་ར་སི་དུལ་ད་ཡུལ་པུར་པུར་སི་དུལ་གྲོང་ཁྱེར་འགྲོ་ཟེར་གྱི་རུ་བ་འདི་ཚོའི་ད་དེ་བ་ལས་ཡིན་སྲིད་ཀྱི་ད་དོན་ཚང་མ་དོགས་པ་རེད་འདུག་བྱས། ཕུལ་བུ་ར་ཟེར་བ། ཕུལ་ན་གར་ཟེར་ནས་ཡང་དེ། ང་ཚོ་དེ་པ་ཀི་སི་ཐན་ནང་ལོགས་རང་ལ་ཡང་ད་ལྟ་དེ། ཕུལ་ན་གར་ཟེར་བཞིན་འདུག་ཨ། ཡང་དེ་ཡི་དེ་རེད་ད་ག་འདྲེ་ཁོང་ཚོ་པན་ཇབ། ད་ལྟ། པ་ཀི་སི་ཐན་ཁོངས་གཏོགས་ཀྱི་པན་ཇབ་ཡོད་རེད་བ། པན་ཇབ་དེ་ཕྱེད་ཀ་རྒྱ་གར་ནང་ལ་ཡོད་རེད་ཕྱེད་ཀ་དེ།

ད་ཡེ་ཤུ་གིས་སྤྱི་ལོ་ད་དང་པོ་ནས་བྱས་རྗེས་ཁོ་པས་ཅིག་ཁ་སི་ཝར་ད་ཕ་གེ་ལ་ནང་པའི་བསྟན་པ་རེད་ད་ག་ནས་ཧིན་དུ་གི་བསྟན་པ་དང་ཤི་བོ་ཅི་ཐར་དུ་ཨ་དེ་འདྲས་ཡིན་དུ་ཙང་ནས་ད་ད་དེ་ལ་ཁོང་ཚོས་གིས་ད་འདི་པ་ཀི་སི་ཐན་གི་དང་པ་ཀི་སི་ཐན་དང་རྒྱ་གར་གི་ད་ཁ་སི་ཀ་ཤི་མིར་གི་ས་མཚམས། ས་མཚམས་ལ། ཤར་ད་པིད་སེ་ཞེས་དང། འདི་སྔོན་མ་ཁོ་རང་ཚོས་ཀྱི་ཟེར་ན་ད། འདི་ཡིས་ནི། ཁ་ཤོར་ད། གཙུག་ལག་ཁང་ཆེན་པོ་ནི་ཅི་རེད། འདི་ཡིས་ད་ཁོང་ཚོས་ཀྱི་ཤར་ད University ཟེར་གྱི་འདུག་དེ་འདྲ་ཅི་རེད་མཐོ་སློབ་ཅི་རེད། ད་དེང་སང་ཞིག་རོ་མ་འདུག་ཡོད་མ་རེད་དེ་པ་ཀི་སི་ཐན་ནང་ལོག་ཡོད་རང་རེད་དོ། ཞིག་རོ་དེ་འདྲ་ཅི་མ་འདུག་མི་འདུག་ཞིག་རོ་བྱས་ད་སྔོན་མ། འདི་ཁོང་ཚོས་ཀྱི་ཟེར་ན། ནི་ནང་པ་དང་ད། ནང་པའི་གི་སྔོན་མ་སློབ་གཉེར་བྱེད་ས་ཅིག་དེ་འདྲ་ཅིག་རེད། ད་འདི་དུས་རབས་དྲུག་པ་ནས་བཅུ་གཉིས་བར་དུ་འདྲ་བོ་ཅིག་དེ་འདྲ་ཅིག་གཟིགས་འདུག་ཁོ་ཚོས་གི་དུས་རབས་དྲུག་པ་ནས་བཅུ་གཉིས་བར་དུ་ལ་འདི་དེ་འདྲ་བྱུང་ཞག་ཟེར་དེའི་ལ་དུས་ད་འདིའི་གཡས་གཡོན་ལ་ད་ནང་པ་ཞུགས་ཀྱི་ད་རེ་བ་དེ་ད་ཁོས་ཐེ་ཚོམ་ན་རོ་པ་ཡོད་པའི་སྐབས་སུ་ལ་ཡང་འདི་བ་ལ་ད་ནང་པའི་གི་བསྟན་པ་པད་ཀྱི་དར་ཞིང་པད་སྟབས་འདིའི་སྐབས་སུ་དེ་འདྲ་བྱུང་འདུག་ཨ། དེ་འདྲ་ཡིན་ས་དེ་ལ་ནི་ངོ་མ་ད་ལྟ་ཐང་སན་བླ་མ་རྒྱ་གི་བླ་མ་ཐང་སན་བླ་མ་དེ་ལ་ཕེ་ཆེ། དེ་ལ་ལོ་གཅིག་དེ་ལ་སློབ་གཉེར་གནང་ནས་ཞུ་བས་ཀྱི་ཁོ་རང་གི་ཐང་སྙིང་ཡིག་ཆ་ནང་ལ་དེ་འདྲ་བྱིན་གསལ་གྱི་ཡོད་རེད་ཟེར་གྱི་འདུག་དེ་འདྲ་ཡིན་ས་ནི་ཁོ་རང་དེ་ཕེབས་འདུག་ཨ་དུས་རབས་ད་དྲུག་པ་བདུན་པ་ནང་འགྲོ་ཁོ་རང་ཕེབས་དུས་ཚ་བདུན་པ་ནང་ལ་ཡིན་ས་ཡོད་དེ་ཕེབས་ཆེད་འདུག་བཞིན་ལོ་གཅིག་དེ་ལ་ནི་དེ་ངོ་མ་གི་ད་དཔེ་འདྲི་སྟངས་དང་ད་གྲྭ་བ་སློབ་གཉེར་བྱེད་མཁན་དེ་འདྲ་མང་པོ་འདུག།

སྐད་གྲགས་ཆེན་པོ་གར་བྱས་ནས་རེད་ཞུ་བ་ཡིན་ན་འདི་དེ་ལ་ད་སྔོན་མ་དཀའ་བསྡུ་གསུམ་པ་དེ་བྱས་རེད་ང་ཚོས་དཀའ་བསྡུ་དང་པོ་དཀའ་བསྡུ་གཉིས་པ་ནི་དཀའ་བསྡུ་གསུམ་པ་བསྡུ་བྱས་ནས་ཐེངས་པ་གསུམ་ཞིག་བྱས་ཡོད་རེད་བ། དཀའ་བསྡུ་དཀའ་བསྡུ་གསུམ་པ་བྱེད་ས་ཀྱི་ས་ཆ་དེ་དེ་རེད། འདི་ད་འདི་ས་ཆ་འདི་ང་ཚོ་ད་ཀུ་ཤང་པི་རེད་ཟེར་རོགས་ཀུ་ཤང་རྒྱལ་རབས་ཀྱི་སྐབས་སུ་ལ་ཀུ་ཤང་རྒྱལ་རབས་དེ་ནི་དུས་རབས་ད་གཉིས་པ་ནས་ད་གསུམ་པ། འདུ་བྱེད་ནི་མང་བྱེད་ནི་རོ། གང་ཅིག། གཉིས་པ་ནི་འགོ་ཚུགས་ཡོད་གཉིས་པ་ཧེ་མ་དང་ག་ཤེད་ཀྱི་དང་པོ་སི་ཏཱ་གཉིས་པ་གསུམ་པ་བཞི་པ། དེ་ནི་བི་ཅན། ལྔ་བ་དྲུག་པ་སི་པ་འདུག་ད་དེ་འདྲའི་ཀུ་ཤཱན་གྱི་དེ་རྒྱལ་རྒྱུད་སྡེ་དགེ། མང་པོ་ཅིག་དང། ཁོ་ཁོ་རང་གིས་ནི། ད་འདི་གཙང་མ་འདིར་བལྟ། དགོན་པའི་གི་ཞིག་རོ་ཟེར་བ་རང་ངོ་མ་དེ་གཙུག་ལག་ཁང་ཞིག་རོ་དེ་ལ་ངོ་མ་བལྟ། དེ་ག་དུ། ཀུ་ཤང་རྒྱལ་རབས་འདི་གི་ད་གཱན་དྷ་ར་སིན་དེང་སང་ད་པ་ཀི་སི་ཐན་ལ་ཡོད་རོ་བ། ཁོ་རང་གིས་ད་དབང་བསྡུས་ནི་རོ་བ་རྒྱ་གར་ཧ་ལམ་ད་རྒྱ་གར་གི་བྱང་ཕྱོགས་དང་དེ་གི་དེ་ཧ་ལམ་མ་ད་དུང་མ་ང་ཚོ་རྒྱ་གར་ད། ང། བེར་ང་ཕྱོགས་དང་འདི་བ་ལ་ཡང་ཁོ་རང་གིས་ད་མང་རྒྱབ་བྱས། གང་བྱས་དོན་འདི་བྱས་ནས་དབང་དུ་འདུས་བའི་ལུགས་རྒྱུད་དང་དེ་འདི་ད། ད་ཁོང་ང་དབང་ཐང་ཆེན་པོ་ཧྲིལ་བོ་ཅིག་ཕྱོགས་ངོར་ད་དེ་དེང་སང་པ་ཀི་སི་ཐན་དང་ཨབ་གྷ་ནི་སི་ཐན་ཟེར་ཡ་དེ་ཚོ་ཡོད་རེད་བ། གང་བྱས་དེའི་བར་དུ་ལ་ཁོ་རང་གིས་ད། མངའ་དབང་བསྒྱུར་ནས། ནི་ད་ལྟ་རྟགས་ཤི་ལ་དང་རྫུ་བཟོ་ཡོར་བ། པ་ཀི་སི་ཐན་ལ་རྟགས་ཤི་ཤི་ལ། མཐོ་སློབ་གཙུག་ལག་ཁང་ཡོར་བ་དེ་ཚོ་དེ་ཚང་མ་ཁོ་ཚོས་ཀྱི་ད་ཁོ་རང་རྒྱལ་པོ་དེ་ནི་ང་མཆོད་ཡོན་སྦྱིན་བདག་འདྲ་བོ་ཆེ་རེད་དོ། འདུ་བྱེད་ནི་ད་དེའི་སྐབས་སུ་ཀ་ཏུ་ཀ་ཏུ་གསུམ་པ། ཀ་ཏུ་གསུམ་པ་ཚོ་ས་དེ་དེ་རེད་ཟེར་གྱི་ཡོར་རེད་ད་ག་ཤེད་ཀྱི་ཟེར་ན་ཀ་ཏུ་བཞི་པ་རེད་གསུམ་པ་མ་རེད། འདི་འདྲ་ཅིག་གསུང་ངེས་ཅིག་འདུག་ད།

ཀུ་ཤཱན་བཅས་ཀུ་ཤཱན་རྒྱལ་རབས་ཀྱི་རྗེས་ལ་ནི། རྒྱ་གར་ནང་ལ་སྐད་གྲགས་ཆེ་ཤོས་ཤིག་དེ་ནི Gupta བྱུང་རོ། Chandragupta Mauryas། Gupta གི་ཡང་ནི་རྒྱལ་རྒྱུད་བཅས། Gupta རྒྱལ་རྒྱུད་བཅས་ལ་ནི Pali རྒྱལ་རྒྱུད་བཅས། དུ་བྱས་ནས་ད་དུས་རབས་བཅུ་གཉིས་ཀྱི་མཇུག་བར་དུ་ལ་ནང་པའི་གི་རྒྱལ་པོ་མང་པོ་ཤུལ་བུ་ཅི་སྟོབས་ཅན Tibet། ལུང་པ། རྒྱ་གར་ལུང་པ།

དུས་རབས་དང་པོ་གཉིས་པ་གསུམ་པ་འདྲ་པོ་ད་བཙོན་མེར་དེ་ནས་དེ་གུབ་ད་པིར་བྱུང་རེད་ཟེར་དེ་འདྲི་གཅིག་འགོ་བཙུགས་ཡོད་དེ་འདྲི་གཅིག་ད་ངས་གསལ་བོ་རང་དུ་ཞུས་ཤིང་མི་འདུག་ད་དེ་འདྲི་གཅིག་ཡིན་ས་ཡོད་འདི་རྣམ་པ་ཚོ་ཡང་གཞན་པ་སྐྱ་ར་ལུག་ཁྱུ་ཟིག་ན་ཁྱེན་གི་རོ་བ་འདི་གང་བྱེད་འདི་ན་ས་ཆ་འདི་དྲག་ཆེན་པོ་བྱེད་དེ་འདྲི་གཅིག་ད། དེའི་སྐབས་སུ་དེ་འདྲས་ཀྱི་ད་ཀ་ཤི་མིར་དེ་ལ་ས་ཆ་མང་པོ་ཞིག་འདུག་ད་དེ་གཞན་པ་དེ་འདྲས་ད་དེ། ཨུ་ཤུ་ཀ་ར་ཨུ་ཤུ་ཀུ་ར་ཟེར་ས་དེ་ལ་ཡང་དེ་འདྲས་ཅིག་ཨུ་ཤུ་ཀུ་ར་ཟེར་ལག་གི་འདུག་ཨ་དེ་ལ་ཡང་མཆོད་རྟེན་ཞིག་རོགས་ཅིག་བྱེད་ཅེས་དེ་འདྲས་ཅིག་ད་ཀ་ཤི་མིར་ཕྱོགས་ལ་ས་ཆ་མང་པོ་ཞིག་རག་གི་ཡོད་ས་རེད་དེང་སང་ཡང་ད་དེ་སྔོག་འདོན་བྱེད་དུ་ས་འདི་ཨམ་བྷ་ན་ཨམ་བྷ་རན་ཟེར་གི་འདུག་དེ་ལ་དེ་འདྲས་ཅིག་ས་ཆ་ཅིག་འདུག་ད་དགོན་པ་ཆེས་སྔོན་མ་གཙུག་ལག་ཁང་ཆུ་རྟ་ཡིན་དེ་ཚོ།

རྒྱ་དཀར་ནག་གཉིས་ཀྱི་ས་མཚམས་དེར་བ་དཔེ་ངོ་ཚོ་འདི་ནས་ཚུར་ཕེབས་ནས་འདུག་ཅི་སྟེ་ཤུལ་ཤུལ་ཟས་འདི་ཡོད་རེད་དེ་ཁ་སེང་རྙོག་དྲ་བྱུང་སོང་རྒྱ་མི་མཉམ་དུ་དེར་ནས་བྱས་འདི་ནས་ཚུར་ཚུར་ཚུར་ཚུར་ཕེབས་ནས་དེ་ལ་འདེམས་ཆོག་སའི་ས་ཆ་ཅི་ཡོད་དེ་ལ་འདེམས་ཆོག་སའི་ས་ཆ་དེ་ལ་ང་ཚོ་སྒྲུབ་པ་བཀའ་བརྒྱུད་ཀྱི་དགོན་པ་ཅི་ཡོད་ར་བ་འདུག་བྱས། ད་འདི་ཐིག་གཅིག་ཏུ། འདི་བརྒྱ་དང་བརྒྱ་དཀར་ནག་གཉིས་ཀྱི་ས་མཚམས་ཀྱི་ཐིག་དེ་རེད། ད་འདི་མཆོག་སའི་ས་ཆ་ནི་དེ་ནི་ཐག་ཉེ་བོ་ཞུགས་རེད་དེ་ཚུ་ཡོང་ན་མངའ་རིས་ཐག་ཉེ་བོ་ཞུགས་རེད་འདི་ནས་ཚུ་ད་ཐེངས་མ་གཉིས་པའི་སྐབས་སུ་འདི་ནས་ཚུ་ཕེབས་ནའམ་ཕེབས་མེད་ན་བསམ་གྱི་འདུག་མངའ་རིས་ནང་ལ་ཚུ་འཛུལ། མངའ་རིས་ནང་ལ་འཛུལ་ཚར་དུས་འདི་ནས་མ་ཕེབས་ན་ནི་བོད་འདི་ཁ་ས་དེ་ལྷོ་བྲག་འདི་ད་འདི་ནས་མ་ཐག་ཉེ་བོ་རུ་བ་དེ་གཞིས་ཀ་རྩེ་བཅས་འདི་ནས་མ་ཕེབས་ན་ལྷོ་བྲག་འདི་བ་ཅི་ཡོད་རུ་བ་ང་ཚོ།

དེ་འདྲ་ཡོད་པ་ཡིན་ན་ཨ་ནི་ཡིན་གྱི་མིན་གྱི་མཆན་བསྐྱོན་རོགས་གནང Comment གནང་རོགས་གནང་ཨ་ནི་སྙན་པོ་བྱུང་ན Like གནང་རོགས་གནང་ཞེས་ཨ་ནི་ཐུགས་ཆེ་གནང།